རྒྱུན་ཆགས་གསུམ་པ། སྟོན་པ་བཅོམ་ལྡན་འདས་དེ་བཞིན་གཤེགས་པ་གྲྭ་ཆུང་པ་ཡང་དག་པ་རྫོགས་པའི་སངས་རྒྱས་རིག་པ་དང་ཞབས་སུ་ལྡན་པ། བདེ་བར་གཤེགས་པ་འཇིག་རྟེན་མཁྱེན་པ། སྐྱེས་བུ་འདུལ་བའི་ཁ་ལོར་རྒྱུ་བ། བླ་ན་མེད་པ་ལྷ་དང་མི་རྣམས་ཀྱི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དཔལ་རྒྱ་བོ་ཤཱཀྱ་ཐུབ་པ་ལ་ཕྱག་འཚལ་ལོ། མཆོད་དོ་སྐྱོབ་སོ་ཆེའོ། གང་ཚེ་བཀའ་ཡིན་གཙོ་བོ་ཁྱོད་གཏམ་ཚེ། ས་ཆེན་འདི་ན་དགོན་པ་བདུན་བོར་ནས། ང་ནི་འཇིག་རྟེན་འདི་ན་ཆོག་ཅེས་གསུངས། དེ་ཚེ་མཁས་པ་ཁྱོད་ལ་ཕྱག་འཚལ་ལོ། རྣམ་དག་སྐུ་ལྔ་མཆོག་ཏུ་གཟུགས་བཟང་བ། ཡེ་ཤེས་རྒྱ་མཚོ་གསེར་གྱི་ལྷུན་པོ་འདྲ། བཛྲ་པ་འཇིག་རྟེན་བསོད་ནམས་ལྷ་མིའི་འོ། མགོན་པོ་ཆོས་དབྱིངས་ཁྱོད་ལ་ཕྱག་འཚལ་ལོ། མཚན་མཆོག་ལྡན་པ་དྲི་མེད་ཟླ་འོད་ཤེས། གསེར་མདོག་འདྲ་བོ་ཁྱོད་ལ་ཕྱག་འཚལ་ལོ། དུས་བྲལ་ཁྱོད་འདྲ་སྲིད་པ་གསུམ་མ་མཆིས། མཉམ་མེད་མཁྱེན་ཆེན་ཁྱོད་ལ་ཕྱག་འཚལ་ལོ། མགོན་པོ་ཐུགས་རྗེ་ཆེན་ལྡན་པ། ཐམས་ཅད་མཁྱེན་པས་སྟོན་པ་པོ། བསོད་ནམས་ཡོན་ཏན་རྒྱ་མཚོའི་ཞིང། དེ་བཞིན་གཤེགས་ལ་ཕྱག་འཚལ་ལོ། དག་པའི་འདོད་ཆགས་བྲལ་བར་གྱུར། དགེ་བས་ངན་སོང་ལས་གྲོལ་ཅིང། གཅིག་ཏུ་དོན་དམ་མཆོག་གྱུར་དཔག། བཞི་འགྱུར་ཆོས་ལ་ཕྱག་འཚལ་ལོ། བགྲོད་ན་སྒྲོལ་བའི་ལམ་ཡང་སྟོན། སློབ་པ་བདག་ལ་རབ་ཏུ་གནས། བཞིན་གྱི་གདམས་པ་ཡོན་ཏན་ཏེ། རྒྱུད་མདུན་ལ་ཡང་ཕྱག་འཚལ་ལོ།

བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཡི། གོ་འཕང་ཐོབ་ནས་ཀུན་གྱི་དགྲ་བཏུལ་ཏེ། དགའ་དང་ན་དང་འཆི་བའི་བློ་འཁྲུགས་པས། སྲིད་པའི་མཚོ་ལས་འགྲོ་བ་སྒྲོལ་བར་ཤོག།